ཁོ་རང་ཚོས་རྒྱ་གར་གྱི་འོས་ཤོག་ན་ཁ་ལོ་རྒྱ་གར་གྱི་དབུས་བསྡུ་ན་མཉམ་གཞུག་བྱས་ཀྱི་འོས་ཤོག་གི་ལག་འཁྱེར་དེ་བཟོས་བྱས། ཡིན་ན་བཟས་དེ་ཡིན་ན་ཁོ་རང་ཚོ་མཉམ་གཞུག་བྱས་པ་རེད་ཡིན་ན་ད་ཅིག་ཁོ་ཚོ་གི་དེ་ད་ལན་དུ་བོད་པ་གི་སྐྱབས་བཅོལ་ལག་དེབ་ཁ་སོ་རེད RC དེ་ཡིན་ན་ཁོ་ཚོ་གི་གཞུང་ལ་ཡང་རྩིས་པོ་ཞིག་མི་འདུག་ཟེར་དེ་འདྲའི་གི་ཅིག་བཀའ་སྐྱབས་ཅིག་བཏང་བྱས་ནས་ཅིག་བཀའ་སྐྱབས་དེ་གང་རང་སྤྱི་སྒོ་ན་རེད་པས་ཡང་མིན་ན་ཅིག་ད་རྒྱ་གར་གྱི་མངའ་སྡེ་གཞན་པ་དང་ས་གནས་གང་ཞིག་མིན་ན་ཡང་བཀའ་རྒྱ་གཅིག་པ་ཅིག་ཀྱང་བཏང་ཡོད་རེད་བས་དེ་ནི། དེའི་གཞུག་རྒྱ་གར་གཞུང་གི་སྲིད་ཇུས་དེ་སྔོན་མ་ནས་ལག་བསྟར་གནང་གི་ཡོད་རེད་ག་འདྲས་རེད། ད་དེ་དེ་འདྲས་རེད་ད་ལྟ་བཀའ་རྒྱ་དེ་ཀང་ར་ཅི་ན་ད་ལྟ་སྲུང་ཡོད་དེ་རེད་ཀང་ར་དེ་རྒྱ་གར་གཞུང་གི་ཡ་རྒྱ་གར་གཞུང་ནང་སྲིད་ལས་ཁུངས་ཀྱི་སིམ་ལ་ལ་ཡ་བཏང། སིམ་ལ་གི་དེ་དེ་ཚོ་བཏང་ཡོད་རེད་ཀང་ར་གི་ཀང་ར་རྫོང་ལ་སོགས་དང། ཀང་ར་ཀང་ར་རྫོང་སྐོར་སྲུང་ལས་ཁུངས་ནས་ཐད་ཀར་བར་ང་ཚོ་དང་ཧི་མཱ་ཅལ་མངའ་ཁུལ་ནང་ཡོད་པའི་ས་གནས་འགོ་འཛིན་ལས་ཁུངས་ཁག་གསུམ་ཞེ་གཅིག་ལ་ཆ་སྒྲིག་བསྡུ་སྟངས་ནང་བཞག་ཁོ་རང་ཚོ་བཀོད་ཁྱབ་དེ་ཨིན་ཇི་ནང་ཡོད་རེད། ཨིན་ཇི་ནང་དེ་འབྱོར་བཞག་ས་གནས་འགོ་འཛིན་ཁག་ལ་ས་གནས་འགོ་འཛིན་ཁག་ལ་འབྱོར་ནས་དེ་ནང་ནང་དོན་གཙོ་བོ་ཁྱོད་ཡས་དེ་ད་དེ་ངེད་ཅག་དང་ད་ཧི་མཱ་ཅལ་ཧི་མཱ་ཅལ་མངའ་གཞུང་གི་ནང་ལ་ཧི་མ་ཅལ་མངའ་གཞུང་གི་འོས་བསྡུའི་ལས་རིམ་ཚགས་པར་བ་ཉིན་པ་ཉེ་ཆར་བཅས་སུ་གྲུབ་ཡོད་པ། འོ་དེའི་ནང་ལ་ཆ་ཤས་གླེང་མཁན་བོད་མི་གཅིག་སྟོང་ཙམ་ཞིག་བྱུང་བཞག་གཅིག་སྟོང་ཙམ་དེའི་ནང་ལོ་ནས་བོད་མི་ཉིས་བརྒྱ་དགུ་བཅུ་གོ་དྲུག་གིས་ཡ་ད་སྐྱབས་བཅོལ་ལག་དེབ་ཨར་སི་ཞུ་སྐོར་བ་དེ་ཡ་ད་དེ་ཡ་ཕྱིར་འབུལ་མ་བྱས་པའི་ཐོག་ནས་ད་འདོད་ཀྱི་ཁོང་ཚོས་ཀྱི་ད་འདི་ལ་བོ་ཏར་ཨའི་ཏི་ཀར་དེ་བཟོས་བཞག། དེ་ས་འདི་ད། འོ་ཀྲ་ཨ་ཀྲི་ཀ་ཟེར་བས་འདི་ད་རྒྱ་གར་གྱི་མི་སེར་ཡིན་པས་ད་ཅིག་འདི་གི་ལང་ཀ་ཆོར་ཅིག་འགྲོ་གི་ཡོད་རེད། གནས་ས། ཡང་བོད་མིའི་སྐྱབས་བཅོལ་ལག་དེབ་ཨར་ཚེ་ཉག་རྡེའི་དེ་ཡང་རྒྱ་གར་ནང་ལ Foreigners ལས་རེ་བ་ཕྱི་རྒྱལ་མི་རིགས་ཡིན་པ་ཅིག་གནས་ས། འདི་གི་རྣམ་པ་དེ་གཉིས་དེ་གཉིས་གཉིས་བཅས་ཉར་བ་ཡིན་ན་ཨ་ནི་རྒྱ་གར་གྱི་སྲུང་སྐྱོབ་ཀྱི་ཆེད་དུ་ཏག་ཏག་བྱེད

ང་ཚོ་ཁོ་རང་ཚོའི་ཡི་གེ་ནང་བསྐྱོད་ཡོད་དང་ང་རང་བསྐྱོད་ཡོད་རེད། འོས་ཤོག་གི་ལག་ཁྱེར་དེ་བཟོས་པ་ཡིན་ན་རྒྱ་གར་གཞུང་གི་ཡི་གེ་ནང་རེད་དང་ང་ཚ་ཀང་ར་རྫོང་གི་ཁོང་ཚོ་སྐོར་སྲུང་བའི་ཡི་གེ་ཞིག་ཡ་འཇོག་ཡོད་རེད་པ། འོས་ཤོག་ལག་ཁྱེར་དེ་བཟོས་པ་ཡིན་ན་རྒྱ་གར་གི Identity ལས་ཀྱི་རང་རྒྱ་གར་མི་སེར་ཡིན་པའི་ངོ་བོ་ཞིག་མཚོན་དགོས་རེད།
ཡང་འདི་ཡང་ཟུར་དེ་ལ་སྐྱབས་བཅོལ་ལག་དེབ་ཅེས་སྒོ་ཉག་ནས་འདེབས་པ་ཡིན་ན་འདི་ཡང Foreigners ཡིན་པའི་ངོ་བོ་ཞིག་སྟོན་དགོས་ཡོད་རེད། བྱས་ཙང་འདི་གཉིས་ད་རྒྱ་གར་རྒྱ་གར་རྒྱལ་ཁབ་ཀྱི་སྲུང་སྐྱོབ་ཀྱི་ཆེད་ཙག་ཙག་བསྡད་ཡིན་པ་འདི་ཡང་ཕྱིར་ཕུད་བྱེད་དགོས་རེད། ཁོ་རང་ཚོ་ཁོའི་དང་རང་འདུག་ཁོས་བྱས། ཨ་ལས་ལས་ལས་ལས་ནི་ཨ་ནི་ཅིག་ཁ་ལོ་རེ། སྐྱབས་ཀྱི་ལག་དེབ་དེ་ཡར་རྩིས་འབུལ་རྩིས་འབུལ་ཞུ། ཨ་ནི་རྩིས་འབུལ་ཞུས་ཚར་བའི་ཅིག་ལ་ཨ་ནི་ཅིག་ཡང་ཁོ་རང་ཚོ་ལ་ཨ་ནི་ཅིག་རྒྱ་གར་གྱི། ཁ་ལོ་རེ་མི་སེར་གྱི་ཐོབ་ཐང་ལག་ཁྱེར་སུ་ར་ད་མི་སེར་གྱི་ཐོབ་ཐང་ལ་ཡང་གི་ཆ་རྐྱེན། ཚང་གི་མི་མེད་པ་ཡིན་ན་ཨ་ནི་ཅིག་ད་ད་ཅིག། ད་ལྟ་གི་གཅིག་སྐྱབས་བཅོལ་ལོག་དེབ་ཕར་རྩིས་འབུལ་ཞུ་མཁན་གྱི་བོད་མི་དེ་ཚོ་ཚུར་རང་ཅག་གཅིག་སྐྱབས་བཅོལ་ནང་ལ་འཛུལ་ཡག་གི་གཅིག་ལམ་ཁ་འདྲ་བོ་ཡོད་རེད། དེ་འདྲའི་ལམ་ཁ་དེ་ལ་ཚོ་དམིགས་བསལ་གྱི་དཀའ་ཉེན་འཕྲད་ཀྱི་ཡོད། གང་ཟེར་ན། སྐྱར་བཅོལ་ལག་དེབ་རྩིས་འབུལ་ཞུས་མ་ཞུས་ལ་ལྟ་སོ་སོ་འདོད་པ་རེད་བ། ནས་ལས། ད་ཧ་འདྲ་རྩིས་འབུལ་ད་ཡར་ཞུ་དགོས་རེད་གསུང་གི་ཡོད་རེད་དེ་ཁོ་རང་ཚོ་འོས་ཆོས་འོས་ཤོག་ནང་ཆ་ཤས་སླེབས་ཡོད་མཁན་གྱི་རེད་བ།

ད་འོ་མའི་སྒྲིག་འཛུགས་ངེས་གནས་གནས་ཅིག་ག་ལ་བ་རེད་ད་སྐྱབས་བཅོལ་ལགས་ཚ་བོ་ད་རྩིས་འབུལ་ཞུས་ཟིན་པ་གི་བོད་པ་མང་པོ་ཅིག་ག་ར་ད་བོད་རིགས་ག་ཤེད་དུ་བཟོ་ལ་ཅིག་སྲིད་ཇུས་ནང་ག་རེ་ལག་བསྟར་གནང་གི་རེད།
ད་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་འདི་ད་ཀོང་སྲིད་སྐྱོང་གི་ཁ་སེམས་པ་གའི་གྲོས་ཚོགས་ནང་ལ་གསལ་བོ་གསུངས་ཚར་བ་དེ་གམ་ངས་དམིགས་བསལ་གྱིས་ཞུ་ཡས་ཀྱི་མེད་དེ་རེད་ད་སྲིད་ཇུས་གཏམ་རྒྱུད་ཚང་མ་གང་གནང་གི་ཡོད་རེད་བ། ད་འདི་ཆ་ཅིག་ག་ལ་བ་རེད་ད་རྒྱ་གར་གི་འོས་ཤོག། ཨོང་ན་ལ་ཅི་ཡོད་ཁ་ལོ་རེད། Water། ཀར་ལེགས་ར། དེ་ཅིག་རེད་ཀོ་ཨོ་ཤོག་གི་ལག་ཁྱེར་བཟོ་ཉིན་མི་ག་ཚོད་ཅིག་ཡོད་ན་བོ་མི།
འདི་འདྲ་གི་གྲངས་ཐོ་ང་ཚོར་ཁྱད་ཆོས་མེད་ད་ལྟ། དེ་དེ་བཟོས་བཟོས་སོང་ད་གང་ལྟར་རྒྱ་བལ་དེ་ཀང་ར་རྫོང་གི་སྐོར་སྲུང་བའི་ལས་ཁུངས་ནས་ཡི་གེ་འབྱོར་བ་དེ་ན་གཅིག་སྟོང་ཙམ་ཅིག་གི་བཟོས་བཞག་སོང་དེ་ཁོད་དུ་བ། དེ་ན་ནི་ཉིས་བརྒྱ་དགུ་བཅུ་དགའ་དྲུག་གི་ཡར་རྩིས་འབུལ་བྱས་མི་འདུག་ཟར་སི། དེ་ཁྱོད་པ་ཙམ་པོ་ཞིག་ང་ཚོས་དེ་དམིགས་བསལ་གྲངས་ཐོ་ཉག་བཞག་བ་དང་ཡང་མ་ནི་སོ་དེ་འདྲ་དེ་འདྲ་བྱས་སུ་བཏགས་ན་གྲངས་ཐོ་ཉག་བཞག་བ་དེ་འདྲ་གལ་ཡོད་མ་རེད། ལེགས་ལེགས་ལེགས།
བོད་མིའི་སྒྲིག་འཛུགས་ངོས་ནས། ལྟ་སྟངས་ཁ་ནད་དོ་ལྟ་དགོས་ན་ཅིག་བོད་མི་མང་པོ་ཅིག་གི་དིང་སང་ཅིག་རིམ་པས་རིམ་པས་ཇེ་མང་འགྲོ་གི་དང། ཅིག་རྒྱ་གར་གི་འོས་ཤོག་རྣམས་ལ་ཅིག། འོས་བསྡུ་དང་དེ་འདྲའི་རྣམས་ལ་འོས་ཤོག་ཀ་ཁ་ལོ་འོས་ཤོག་གི་དེ་ལག་འཁྱེར་སུ་དེ་ལ་ཅིག། དེ་རྣམས་རྩིས་ཞིག་ཅིག་ཆ་ཤས་ལེན་གི་དོ། ད་དེ་ལ། འོ་མའི་སྒྲིག་འཛུགས་ངོས་ནས་ག་འདྲའི་སྒྲ་བཏབ་ཡོད་ནས། སྒྲིག་འཛུགས་ངོས་ནས་ཚ་ཐག་བྱས་ནས་ཁ་སེང་འདི་གཉིས་ལ་ང་ཚོས་བཀོད་རྒྱབ་ཅིག་བཏང་ཡོད་རེད་ཧི་མ་ཅལ་གྱི་འོས་ཤོག་གི་དག་བྱས་པའི་རེ་བ་ཁོ་རང་ཚོ་བོད་མི་ཁ་ཤས་ཅིག་གིས་ཆ་བཞིན་གླེང་གི་ཡོད་པ། དེ་འདྲས་ཧི་མ་ཅལ་གྱི་ས་མཐའ་ས་གནས་ཀུན་ཚོས་ཚང་མར་བཀོད་རྒྱབ་ཅིག་བཏང་ཡོད་རེད། དེའི་ནང་ལོགས་ལ་ད་ལྟ་རྩ་མེད་སྤྱི་བཏང་འོས་ཤོག་ནང་འོས་འཕེན་དང་མ་འཕེན་དག་ཆ་བཞིན་བླངས་མ་བླངས་དེ་སོ་སོའི་སྒེར་གྱི་འདོད་པ་རེད་པ། བྱིའུ་བྱིའུ་ཀྱི་འདི་འདྲ་གྱིས་སུ་ངའི་འོས་མ་རེད་དེ་འདོད་པ་རེད་དེ་ཡིན་ནའི་གི།

གང་དུ་ཐབས་ཤེས་འདྲ་མིན་གྱིས་ནི་བཟོ་བའི་རོ། ཨཱ་ནི། ཁ་ལོ། ཀ། ད་ལྟ་ཨཱ་ནི་ཅིག་རྒྱ་གར་གཞུང་བཀའ་ཁྱབ་བཏང་ནས་ཅིག། ད་སྐྱབས་བཅོལ་གྱི་ལག་དེབ་དེ་རྩིས་འབུལ་ཞུ་དགོས་ཡོད་ཟེར་བཀའ་ཁྱབ་དེ་འདྲས་བཏང་དགོས་པ་རེད། དེ་འདྲས་བྱེད་དུས་ཙམ་པ་ཨཱ་ནི་འཇིགས་མ་དཀར་སེར་སྐྱབས་བཅོལ་ལག་དེབ་རྩིས་འབུལ་ཞུ། དེ་ནི་དེ་འདྲས་བྱས་ཡོད་ན་ཡང་དེ་དུས་ཅིག་ལ་ཨཱ་ནི་ཅིག་རྒྱ་གར་གྱི་མི་སེར་གྱི་ཐོབ་ཐང་མ་རག། འོ་དེ་འདྲས་བྱས་པས་ན་ཅིག་ད།

འདི་བི་ཚེ་སླེབས་པ་ཡིན་ན་ག་འདྲས་འདུག་མ་སླེབས་འདས་པ་ཡིན་ན་ག་འདྲས་འདུག་ད་ལྟ་འདི་གཉིས་ལ་ཞུས་པ་ན་ཞིག་རེད་ཆོག་མཚམས་ལམ་བསམ་བློ་བཏང་དགོས་འོར་བ། སོ་སོ་སྒེར་གྱི་ཁེ་ཕན་ཙམ་མ་ཡིན་པར་ཆོག་ཆ་ཚང་ནས་བསམ་བློ་བཏང་བ་ཡིན་ན་ཨ་ནི་ཇོ་མ་གང་ཉིད་དེ་འཕྲད་ཀྱི་མ་རུང་བ། ད་མི་སོ་སོས་འདི་ག་ལ་ཕྱིན་རྗེས་ཨ་ནི་གང་ཉིད་འཕྲད་སོང་ན་དེ་ཇོ་མ་སོ་སོས་ད་ཅིག་བྱེད་རྒྱུ་རེད་མ་ཞེས་ཞུ་ཞུ།